དེ་ཡིན་དེ་ཙམ་ང་རང་ཚོ་གི་དགོས་ན་སྒྲུབ་དགོས་བ་ལས་ནམ་རྒྱུན་ཟེར་ན་སོ་སོ་ལ་དད་པའི་ཨ་ནང་ཡང་ན་སངས་རྒྱས་ཀྱི་ཐུགས་བཞེད་ལྕགས་ཀྱུ་དུས་ནང་ཡང་འདོར་དགོས་མ་རེད་གསུངས་པ་ནང་བཞིན་གུ་རུའི་ཐུགས་བཞེད་ཀྱི་དུས་ནང་ཡང་འདོར་དགོས་མ་རེད་དྲན་འདུག་ཡིན་ན་ད་ང་རང་ཚོ་གི་ངོ་ནས་བྱེད་དགོས་ཡ་མང་པོ་ཞིག་ཡོད་དུས་དེ་རེའི་ཐོག་ནས་ད་འདི་འདྲའི་ཡས་ཅིག་ད་ཆོས་ཕྱོགས་ཀྱི་ཐོག་ནས་བྱེད་དགོས་པའི་ཡ་ཡིན་ན་འདྲ་རེད་ནམ་བཤད་རྒྱུན་དེ་ཡིན་ན་བོད་པ་ནང་ཁུལ་གྱི་ཐོག་ལ་ཡང་དམ་ཚིག་ད་དེ་འདྲའི་གི་ཐོག་ནས་དགོངས་པ་ཡག་པོ་བཞེས་པ་ཡིན་ན་ད་དངོས་གནས་དྲན་ནས་ཁོང་གི་ཐུགས།

འདུས་བྱས་ཀྱི་དགེ་བ་ཐམས་ཅད་ཀྱི་ནང་ནས་ཚོགས་ཀྱི་འཁོར་ལོ་བསྐོར་བ་ལས་ལྷག་པའི་བསོད་ནམས་མེད་བྱས་ནས་དེ་འདྲ་གསུངས་ཡོད་རེད་ད་འདི་གི་ཕན་ཡོན་ལ་ཡང་ནི། ད་ཚོགས་གཉིས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བླ་ན་མེད་པ་རྫོགས་ཡ་དང། དེ་བཞིན་དུ་ད་ང་རང་ཚོའི་དབང་དང་ལུང་དང་ཁྲིད་དང་འདི་འདྲ་མང་པོ་ཞུ་ཡོད་འདུག་ད་དམ་ཚིག་ཉམས་ཆག་མང་པོ་ཡུན་འགོར་བ་དམ་ཚིག་ཉམས་ཆག་བསྐང་ཡག་དམ་ཚིག་ཉམས་ཆག་ཕ་དག་ཡག་དང་དེ་བཞིན་དུ། ང་རང་ཚོ་ཅིག་ཚེ་དང་བསོད་ནམས་རྒྱས་པ་ལ་སོགས་པའི་འདི་འདྲས་ཀྱི་ཕན་ཡོན་དཔག་ཏུ་མེད་པ་ཅིག་གསུང་གི་ཡོད་རེད་ཨེ་དེའི་ཐོག་ལ་ཡང་ང་རང་ཚོས་ད་ཚོགས་འཁོར་ཕུལ་ཡག་ལ་ཡང་ད་རྩ་གསུམ་གྱི་ལྷ་དང་བླ་མ་མང་པོ་ཡོད་རེད་དེ་ལས་ད་གཙོ་བོ་སློབ་དཔོན་གུ་རུ་རིན་པོ་ཆེ་དང་འབྲེལ་བའི་ཚོགས་འཁོར་འདི་འདྲས་ཅིག་ཕུལ་གནང་ཡོད་དེ་ཧཧ་ཅང་གི་ཕན་ཡོན་ཆེན་པོ་ཅིག་དང་ལྷག་པར་དུ་ད་ལྟའི་སྐབས་ལ་ཡང་ང་རང་ཚོ་ཅིག་དུས་སྙིགས་མ་ཅིག་ཆགས་བསྡད་ཡོད་རེད་འདི་འདྲས་ཅིག་གི་སྐབས་ལ་ཡང་གུ་རུ་རིན་པོ་ཆེ་དང་འབྲེལ་བའི་འདི་འདྲས་ཅིག་ཕུལ་ཡག་ཆུང་པོ་འདི་དངོས་གནས་ཀྱི་རླབས་ཆེན་པོ་ཞི་བ་གཅིག་ཆགས་ཀྱི་ཡོད་རེད་ལ། ཨ་ནི་གུ་རུ་རིན་པོ་ཆེ་མཚོན་པ་ཡིན་ན་ང་རང་ཚོའི་བོད་ཁ་བ་གངས་ཅན་གྱི་ལྗོངས་ལ་ཡང་བསམ་ཡུལ་ལས་ད་འདས་པ་ཞུ་ནས་རེད་བསམ་སྤྱོད་ལས་འདས་པ་ཞུ་ནས་རེད་འདི་འདྲའི་གི་བཀའ་དྲིན་ཆེན་པོ་གཅིག་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཨ་ནི་ཁོང་ལ་བརྟེན་པའི་ཚོགས་སྒོ་རྒྱག་ཡ་གཅིག་དང་དེ་ཡང་ཨ་ནི་ཚོགས་སྒོ་དེ་རྣམ་པ་ཚོ་གི་ད་འདས་སུའིས་དང་དེ་བ་ལ་ཡང་ཐོག་མར་ས་ཚུགས་བསྐྱངས་པའི་དམིགས་ཡུལ་དེ་ཡང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཚེ་ཞབས་པད་བརྟན་པ་ན་བོད་བསྟན་སྲིད་ཀྱི་ཆེད་དང་ཨ་ནེ་འཛམ་གླིང་སྤྱི་ཡི་བདེ་ཐབས་ཀྱི་ཆེད་དུ་འདུག་གནང་པ་ཅིག་རེད་ལ། ཨ་ནེ་དེ་གཞི་བཟུང་གིས་ད་གུ་རུ་རིན་པོ་ཆེ་དོན་གྱིས་ཞུས་པ་ནང་བཞིན་གྱི་ང་ཚོ་བོད་ཁ་བ་གངས་ཅན་པས་ད་ངོ་ནས་སྤྱི་ཡི་བླ་མ་ཞུ་ནས་འདྲ། ལྷ་མཆོག་ཞུ་ནས་འདྲ་ཨ་དེ་འདྲ་ཅིག་ཆགས་བསྡད་དུས། ཨ་ཁོང་དང་འབྲེལ་བའི་དེ་འདྲ་ཅིག་གི་ཚོགས་འཁོར་དེ་ད་རླབས་ཆེན་པོ་ཧྲིལ་བོ་ཅིག་ཕྱག་དེ་ཡོད་རེད་བསམ་གྱི་ཡོད། ང་སུ་རིན་པོ་ཆེ་ད་ང་ཚོ་ཡིག་ག་དྲི་བ་གཞན་པ་ཅིག་ང་ཚོ་བོད་ཡིག་སྐོར་དེ་རིན་པོ་ཆེ་དགོངས་ལོ་ཆུང་ཆུང་རེད་ང་ཚོ་བོད་ཡིག་བསླབ་གྲྭ་མང་པོ་བཙུགས་གི་ཡོད་རེད་ད་དེ་ལ་རིན་པོ་ཆེ་བཀའ་སླབ་ཐུང་ཐུང་ཞིག་གནང་ཡོད་ན་མིན་ན། ད་ང་རང་ཚོའི་མི་རིགས་ག་འདྲས་རེད་ཅིག་ཡིན་པ་ཡིན་ན་ཡང་རང་རང་སོ་སོའི་རིག་གཞུང་དང་སྐད་ཡིག་དེ་གལ་ཆེན་པོ་ཞེ་དྲག་ཅིག་ཆགས་ཀྱི་ཡོད་རེད་དེ་གཞི་བཟུང་གི་ང་རང་ཚོའི་བོད་པའི་སྐད་ཡིག་དེ་ཡང་བོད་མི་རིགས་ལ་ལྟོས་ཏེ་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་དེ་ཙམ་དུ་མ་ཟད་པའི་ང་རང་ཚོའི་བོད་པའི་སྐད་ཡིག་དེ་གི། རྒྱབ་ལོགས་ལས་ཡང་དག་དམིགས་བསལ་གྱི་ནུས་པ་ཞིག་ག་རེ་ཡོད་རེད་ཞུས་པ་ཡིན་ན། འཛམ་བུ་གླིང་འདིའི་ཐོག་ལ་ཡང་ཆོས་ལུགས་རླབས་ཆེ་ཤོས་ཀྱི་གྲས་ཤིག་ནང་པ་སངས་རྒྱས་པའི་ཆོས་དེ་ང་རང་ཚོའི་བོད་པའི་སྐད་ཡིག་འདིའི་བརྒྱུད་ནས་ཆ་ཚང་བའི་ང་རང་ཚོའི་གི་སྦྱོང་སྤྱོད་སྤེལ་གསུམ་བྱེད་ཡག་གི་ནུས་པ་ཡོད་པ་ཅིག་དང་བོད་པའི་སྐད་ཡིག་ལས་ལྷག་པའི་ནུས་པ་ཅིག་སྐད་ཡིག་གཞན་དག་ནང་ལ་མེད་པ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ང་རང་ཚོའི་སྐད་ཡིག་འདི་རང་མི་རིགས་ལ་ལྟོས་དེ་གལ་ཆེན་པོ་རེད་ལ་སངས་རྒྱས་པའི་ཆོས་ལ་ལྟོས་དེ་དེ་བས་གལ་ཆེན་པོ་ཅིག་ཡིན་དུས་ཨ་ནི་གཙོ་བོ་སྐྱབས་མགོན་རྒྱལ་བ་ཡེ་ཤེས་ནུས་པའི་པའི་ནམ་ཞག་རྒྱུན་ལྡན་ནས་ང་རང་ཚོའི་སྐད་ཡིག་དེ་དག་སྦྱོང་སྤྱོད་སྤེལ་གསུམ་གྱི་དོན་ནི་རྒྱུན་གནས་དགོས་ཡ་ཧ་ཅང་གི་གལ་ཆེན་པོ་ཡིན་པའི་བཀའ་སློབ་དེ་དག་ང་ཚོ་ཚང་མའི་ཐུགས་ལ་བཞག་གནང་ཡ་གཅིག་དང། ལྷག་པར་དུ་ང་རང་ཚོའི་རང་བའི་ནུང་པ་དང་དེའི་ནང་ནས་ནུབ་ཕྱོགས་ལ་ནུང་པའི་ནང་ལོགས་ལ་གཞུང་གཉེར་རྣམ་པ་ཚོ། ད་ཕྱོགས་གཅིག་ནས་ང་རང་ཚོའི་ཕྱི་དངོས་པོའི་ཡར་རྒྱས་དང་འདི་འདྲའི་ཡག་པོ་ཞེ་དྲག་ཡོད་རེད་དེ་ལས་རང་མི་རིགས་ཀྱི་རིག་གཞུང་ཅི་རེད་དེའི་ནང་ནས་སྐད་ཡིག་དང་དེ་དག་ལ་ཡ་ཨ་ནི་བའི་དགེ་རྒན་ཞེ་དྲག་ཡོད་རེད། ང་ཚོ་སྡེ་བ་ནུབ་ནུབ་ཕྱོགས་ནུབ་ཁ་ན་ལ་བོད་པའི་མི་འབོར་དེ་ཞི་བོ་ཅིག་ཉུང་ཉུང་ཅིག་དང་དེ་འདྲས་ཀྱི་འོག་ནས་ང་རང་ཚོས་འཚོ་སྡོད་བྱེད་པའི་སྐབས་ལ་ཡ་མི་རིགས་གཞན་གྱི་རིག་གཞུང་གི་གཙོ་བོར་གྱུར་པའི་གཞན་བརྟེན་གཞན་ལ་བརྟེན་དགོས་ཡ་ཤུགས་ཆེན་པོ་ཡིན་པ་ཡིན་དུས་དེ་འདྲས་ཅིག་གི་འོག་ནས་ང་རང་ཚོས་རིག་པ་བསྒྲིམ་དགོས་ཡ་དེ་རུ་བ་ཞེ་དྲག་གལ་ཆེན་པོ་ཅིག་རེད་བསམ་གྱི་ཡོད་ཨ་ནི་གཙོ་བོ་རྒྱ་བོ་ཡེ་ཤེས་ནོར་བུས་ད་བཀའ་སློབ་དེ་དག་ང་ཚོ་ཐུགས་ལ་བཞག་ཨ་ནི། ཚང་མ་ལོག་གི་གང་བྱས་ཆོལ་ཁ་དང་ཆོས་བརྒྱུད་དང་འདི་འདྲས་ཀྱི་ཁྱད་པར་དང་ཕྱོགས་རེས་མེད་པ་བོད་སྤྱི་ལ་དགོངས་པ་ཞེས་བོད་པའི་རིག་གཞུང་སྤྱི་ལ་དགོངས་པ་ཞེས་ནས་ཚང་མས་ཧུར་ཐག་དང་ཚང་མ་ལོག་མཐུན་སྒྲིལ་གྱི་ཐོག་ནས་ང་རང་ཚོ་ནུས་པ་གཅིག་ཏུ་སྤུངས་ཡ་དེ་གལ་ཆེན་པོ་རེད་བསམ་པ་དྲན་གྱི་ཡོད། ཨུ་སུ་རིན་པོ་ཆེ།
རིན་པོ་ཆེ་ནམ་མཁའ་རིན་པོ་ཆེས་འཚམས་འདྲི་བྱས་དང་ཆབས་ཅིག་ཏུ་དེ་རིང་ད་མང་གི་རིན་འབུམ་ཚོགས་ཐང་ད་དགུ་བ་དེ་ཆགས་ཀྱི་ཡོད་རེད། རིན་པོ་ཆེ་འདི་བས་ཉམས་མྱོང་གི་སུ་གུ་ན་མྱོང་ཚོར་འདྲ་བོ་ག་འདྲས་བྱུང་ཡོད་ན།

ང་རང་གི་ཉམས་མྱོང་ཞིག་ན་ལོ་རེ་རེ་བཞིན་གཟིགས། མཆོད་པ་ཡང་གྲ་རྒྱས་རོལ། དེ་ག་ནང་བཞིན་གྱི་བཀོད་སྒྲིག་ཡང་གྲ་རྒྱས་རོལ། མི་མང་འཛོམས་ཡང་ཡང་མང་དུ་དོར་སྣང་ཆེ་རོལ། བྱིན་རླབས་ཆེ་རེ་ཆེར་འགྲོ་གི་འདུག་བསམ་གྱི་འདུག་ལ།
དེ་ནས་ད་རིན་པོ་ཆེ་སྤྱི་བཏང་གི་བཟོས་ད།

བོད་རིགས་མི་མང་གི་ཚོགས་ཚོགས་གཞོན་དང་རྒྱུན་ལས་འཐུས་མི་མཉམ་དུ་ཕྱག་ལས་མཉམ་རུབ་གནང་གི་ཡོད་རེད་སོང་ད་ལྟ་ང་རང་གི་ལྟ་སྟངས་ཀྱི་ཐོག་ནས་ཉི་མ་གསུམ་དེ་ལ་ཡ་བོད་རིགས་མང་པོ་ཞུགས་ཤིག་འཛོམས་ཐུབ་ཀྱི་ཡོད་རེད་ཚོགས་ཆུང་ཁག་ཉི་ཤུ་རྩ་ལྔ་ནང་ལོགས་ལ་ཡ་གསལ་བསྒྲགས་ཅིག་བྱས་པའི་ཐོག་ནས་མི་མང་ལ་ཡ་ཁོ་བོ་དེ་བས་ཀྱི་ཆེད་དུ་ཡ་ཞལ་འདེབས་བསྡུས་ཡ་དེ་ཕྱག་ལས་གནང་གི་ཡོད་རེད་སོང་ད་དེ་བྱེད་དུས་ཕྱོགས་གཅིག་ནས་གོ་སྐབས་དེ་ཧྲིལ་བོ་ཡག་པོ་ཆགས་ཏེ་ཞལ་ཕྱོགས་གཞན་དག་བྱས་ནས་ཨེ་ནས་ཡ་མི་མང་ལས་དགེ་བས་ཀྱི་ལས་ཀ་བསགས་ཡ་ཆེད་དུ་ཡ།

ཅིག་མགོ་རུས་ཀྱི་སྔགས་དེ་མང་པོ་ཅིག་བགྲངས་ནས་ང་རང་ཚོ་ཕན་ཐོགས་ཆེན་པོ་ཡོང་གི་རེད་དྲན་གྱི་འདུག་ཨེ། ན་རེ་ད་ང་ཚོས་དཔེར་ན་ང་འདོད་ཆགས་བཞིན་ཕྱོགས་གཅིག་ནས་ཆོས་རང་གི་ཐོག་ནས་བསམ་བློ་བཏང་བ་ཡིན་ན། དཔེར་ན་ཐོག་མར་དེ་ལ་ཐུབ་དབང་རེད་དེ་ནས་ཕྱག་གཡོན་ལ་བསམ་བློ་བཏང་བ་ཡིན་ན་ཨ་ནི་རྗེ་བཙུན་སྒྲོལ་མ་རེད་ཀྱིས་དེ་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་མཆོག་གི་གཟུངས་སྔགས་རེད་དེ་ནས་ཕྱག་གཡས་པའི་ངོས་ལ་བསམ་བློ་བཏང་བའི་སྐབས་ལ་ཨ་ནི་འཇམ་པའི་དབྱངས་རེད་དེ་ནས་བཤོས་རེ་བསམ་བཏང་སྟེ་འུག་ལུག་པོ་ཆེ།

ཐང་མང་པོ་ཅིག་ལ་མཉམ་ཞུགས་གནང་ནས་གི་ཅིག་རོགས་པ་བྱེད་ཡ་རེད་མང་པོ་བྱིན་འདུག་ཨ། དེ་ལ་མྱོང་ཚོན་འདྲ་བོ་ག་རེ་བྱུང་ཨ། དེ་ལ་ད་ང་ཚོ་ཆོས་ཕྱོགས་ཀྱི་གཙོ་འདི་མགུ་རུ་རིན་པོ་ཆེ་གི་ཨ་ནི་མ་མགུ་རུ་འབུན་ཚོགས་འདི་གཙོ་བོད་ཕྱི་ནང་གཉིས་ཀྱི་བསྟན་སྲིད་ཀྱི་ཞལ་རས་གཙོ་ཆེ་ཞིག་འདི་འདུག་ཨ་ནི། ང་ཚོ་གྲུབ་མཐའ་རིས་མེད་ཀྱི་རྒྱ་རིན་པོ་ཆེ་དབུས་བོད་ཀྱི་ཨ་ནི་བླ་ཤེན་རྣམ་པ་སྐུ་སྲས་ལ་བར་ཆད་མ་ཡོང་པར་གི་དེའི་གི་གཙོ་བོ་འདི་ཆོས་ཕྱོགས་ཀྱི་མཛད་སྒོ་ཆེ་ཤོས་ཅིག་ཡིན་དུས། ད་ང་ཚོ་སོ་སོ་སོ་ཚོ་མང་གི་འདི་ཚོ་བསོད་ནམས་བསགས་ཡག་གི་ཆེད་དུ་ལས། ཨ་ནི་དུས་དུ་དམ་རྣམ་པ་བཀོད་སོགས་ལ་ཅིག་སོ་སོ་མཉམ་ཞུགས་བྱེད་ཡ་དུ་ཨ་ནི་ཅིག་དུ་བ་ལས། ག་རེ་ཡིན་ན་གྲ་སྒྲིག་བྱེད་ཡ་ལས་མཉམ་ཞུགས་བྱེད་བསྡད་གི་ཡོད། སྤྱི་བཏང་མགོ་བཙུགས་དུས་ནས་ད་ཉིན་དང་པོ་ནས་གྲ་སྒྲིག་བྱེད་ཡ་རེད་དེ་ནས་ང་ཚོ་ད་མགོ་རིན་པོ་ཆེ་བཀོད་དེ་ཉམས་ཡིག